བོད་རིགས་སྤུན་ཟླ་ཡོངས་ལ་གུས་པ་བསོད་ནམས་དྲོ་རུང་དྲོ་ནས་ཨ་ནི་སྔ་དགོང་དུས་གསུམ་གྱི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་དང་པོ་འདི་ལ་ད་རེས་རྣམ་པ་ཚོ་ལ་ཡ་ད་ལེ་ཚན་ཆུང་ཆུང་ཅིག་ཚོང་འབྲེལ་གྱི་དམག་རོ་རྒྱ་ནག་དང་ཨ་རི་ཨ་ནི་མ་འོངས་པ་ལ། རོ། ད་ཚོང་འདྲའི་སྒང་ལ་ག་འདྲའི་གནས་སྟངས་ཅིག་ཆགས་ཀྱི་རེད་ཟེར་བྱས་རོ། འདི་གང་ལ་ངས་རོབ་ཅིག་ཞུས་ན་བསམས། ད་དང་པོ་གཉལ་ལ་རྒྱབ་བཤིག་སློང་ནས་ལྟས་ཕགས་འགྲོ་བ་ཡིན་ན་ཨ་ནི་ང་ཚོ་རྒྱབ་ལྗོངས་འདི་དུ་གང་ལ་ག་ལ་ག་ཙམ་ཆགས་དགོས་འགྲོ་རོ། ཨ་རྣམ་པ་ཚོ་འབོད་སྐུལ་ཞུ་ཡས་ཅིག་ལ་སྐད་ཆ་ཆ་ཚང་ཅིག་ངེད་དེ་ནི་དྲི་བ་བཏང་ཡས་ཡོད་ན་བཏང། དེ་ཡི་གེ་རྣམ་པ་ཚོ་ལ་འབོད་སྐུལ་ཞུ་ཡས་ཡིན་ཆ་ཚང་ཞིག་འབྱིན་ཡས་རོ་ཅེས་དུས་ཚོད་ཐུང་ཐུང་ཞིག་ནང་ཞུ་ཡས་ཡིན། ད་ད་རིང་འདི་རྒྱ་ནག་དང་ཨ་རིག་ཀྱང་དང་པོ་དང་པོ་རྒྱ་ནག་དེ། རྒྱ་ནག་གི་ཨ་ནི་ཚོང་འབྲེལ་གྱི་ཐོག་ལ་ཡིན་པ་ཡིན་ན་ད་ལྟ་བར་དུ། ཉིས་སྟོང་བཅོ་བརྒྱད་ནས་ད་བཅུ་དགུ་ནས་ལག་བར་ད་བཅུ་དགུ་ནས་མན་ཆད་མ། རྒྱ་བཤིས་རྒྱ་ནས་བལྟ་བ་ཡིན་ན་རྒྱ་ནག་འདི་ཚོང་འབྲེལ་གང་ལ་དཔེ་མ་སྲིད་ཀྱི་ད། དཔལ་འབྱོར་གང་ལ་ཤུགས་ཆེན་པོ་ནུས་པ་ཆེན་པོ། ཨ་ནེ་གཅིག་ག་ལོར་ལྟ། ཡར་གའི་གོང་པའི་དཔེ་ཤུགས་ཆེན་པོ་གཅིག་གྲོ་དེར་བ་ད་ན་བ་འདུག་ཁོ་ཚོའི་གོང་ལ་མེ་བ་འདྲ་བོ་གཅིག་གིས་དངོས་གནས་ངོས་འཛིན་བྱེད་ནས་འགྲིག་བ་འདྲ་བོ་གཅིག་ཆགས་བསྡད་པར་གང་ཡིན་ཟེར་གནས་སྟངས་ཐོག་ལ Technology། AI། དེ་ཚོ་རོ་བ་སྙེ་མ་ནི་རྒྱ་ནག་གི་རོ་བ། ང་རང་ཚོ་སྡེ་བ་ལ་མ་ཐོན་ངེས་ནས་རྒྱ་ནག་ནས་རྙེད་ནས་ཁོ་རང་ཚོ་ག་ལ་གང་འཚམ་ཅིག་བསྐྲུན་ཚར་རེད། འཕྲུལ་ཆས་ཀྱི་ཐོག་ལ་ཡིན་ན་རེད། ག་མདའ། ད་དཔེར་ན་ཆ་བཞག་ན་ཚོང་འབྲེལ་གྱི་ཐོག་ལས་ཡིན་ན་ད་ལྟ་གློག་ཀླད་སྒང་ལ་གློག་ཀླད་སྒང་ལ་ཞུ་བ་ཡིན་ན་དཔེ་ཁ་ཤས་ཀྱིས་ཞུ་བ་ཡིན་ན། ཁོ་ཚོས་ཀྱི་སྙེ་མ་ད་ཅིག་གེ། དཔེར་ན། ང་རང་ཚོ་ལས་ག་རེ་ཡོད་རེད facebook google ཨ་ནི instagram། ཨ་སྟག་མང་པོ་ཞིག་འདུག་ཨ། འདི་གཅིག་པ་གཅིག་ཀྱང་རྒྱ་ནག་གིས་འདི་འདྲའི་དགྲ་བོ་གཅིག་བསྐྲུན་བྱས། གནས་སྟངས་དཔེ་མ་སྲིད་ཀྱི་གང་ལྟ། གྱོང་མེད་པ་ཅིག་གང་ལྟ་བཟོས་ཡོད་རེད། དེའི་ནང་ནས་དམིགས་བསལ་གྱི། WeChat འདི་ཚོའི་ནང་ལ་ཡིན་ན། ད། ལུང་པ་འཛམ་བུ་གླིང་དཔེ་ཤག་ག་བ་བཏང་བ་ཡིན་ན་ཚང་མ Free Transaction། དཔེ་ཤག་ག་ཚེ་བཏང་བ་ཡིན་ན Free། ང་ཚོ་རྒྱལ་ཁབ་གཞན་པ་དེ་ཚོ་ག་ཚེ་བཏང་བ་ཡིན་ན་དཔེ་ཤག་འདི་གར་བྱེད་ཀྱི་ཡོད་རེད། ང་ཚོ་དངུལ They charge you right ང་ཚོ་གི་དཔེ་ཤག་སྤྲད་དགོས་རོགས་ད་ཁོང་ཚོ་ལ་བཏང་གླ་དང་དེ་ཚོ་སྤྲད་དགོས་རོགས་ཨོ་རྒྱ་ནག་གི Free རེད་ཚང་མ། ད་བྷི་ཅེད་ཀྱི་ནང་ལོགས་ལ་ཡིན་ནར་ད་དཔེར་ན་ཆ་བཞག་ན་ད་གློག་ཀླད་འདི་འདྲའི་གཅིག་གང་ལ་ཡིན་པ་ཡིན་ན་སྐད་འཕྲིན་འདི་གང་ལ་ལས་ཀ་འདྲ་མི་འདྲ་བྱེད་ཡོད་རེད། དེའི་ནང་ནས་སྤུས་དག་པོ་ཞུ། ཚང་མ་སྤུས་དག་པོ། དེ་འདྲའི་གཅིག་གི་གནས་སྟངས་ཅིག་ལས་སླ་བོ་ཅིག་ཁོ་རང་ཚོ་ལུང་པའི་འདི་ནང་ལ་དེ་འདྲའི་ལས་སླ་བོ་ཅིག་བཟོས་བཞག་རེད། རོ། ད། གཞན་ཕན་གྱི་ང་རང་ཚོ་རྒྱལ་ཁབ་གཞན་པ་དེ་འདྲ་ཡིན་ན་དཔེར་ན། England ཡིན་ན་རེད Germany ཡིན་ན་རེད་དེ་ཚོས་ཀྱིས་ང་རང་ཚོས་ཀྱིས་ད་དཔེ་ཤག་དེ་འདྲ་བཏང་དགོས་ཡོད་ན། ད་གློག་ཀླད་སྒང་ནས་བཏང་དགོས་ཡོད་ན་དཔེ་ཤག་ཚང་མ་ག་བ་འགྲོ་དགོས་བ་རེད། དང་པོ་དེ་སྒྲོ་གློར་སྒང་བཟོས་དགོས་བ་རེད་རེད་བ། གཉིས་བ་དེ། ད། སྒྲོ་གློར་དེ་ཕ་གིར་འགྲོ་གི་ཡོད་རེད། ཨ་རིར་འགྲོ་གི་ཡོད་རེད།

ཧ་གོ་གི་ཡོད་མ་རེད་ཆེ་ཁག་གི་རོ་མང་པོ་གཅིག་གིས་ཧ་གོ་ན་གི་རྒྱུད་དེ་མ་འགྲོ་རང་འགྲོ་ར་བུ་ཆགས་ཡོད་འདུག་དམག་ཞན་གཉིས་པོ་གི་རྗེས་ལ་མང་པོ་གཅིག་ཨ་རི་བོ་ལ་རྔ་བ་བསྡུས་ཤར་ད་རྡོག་རྡོག་བཤད་བ་ཡིན་ན་རྔ་བོ་རེད་ད་འཛམ་བུ་གླིང་འདི་ནང་རོ་བ་པེ་ཤ་དང་ཚོང་འབྲེལ་ཚང་མ་ག་བ་འགྲོ་གི་ཡོད་རེད།

ག་རེ་རེད། རྨ་བྱའི་སྙི་བའི་རྗེས་ལ་དེ་འདྲའི་གཅིག་གི་གནས་སྟངས་མང་པོ་ཅིག་ཆགས་བསྡད་རེད། ཚོང་རྒྱབ་ཆོག་བ་དང་རྨ་ཆོག་བ་ཚང་མ་ཨ་རིག་གི་ཅུན་ཞལ་ཡས་ཀྱིས་ཆགས་བསྡད་རེད། ད་རྒྱ་ནག་གིས་འཛམ་བུ་གླིང་ལྔ་བོ་འདུལ་ཡ་ད་འདི་ཆ་ཤས་གཅིག་དེ། Capitalist War། རེད། ད་འདི། དཔལ་འབྱོར་གྱི་ཐོག་ལ་དམག་རྒྱག་ཡས་དེ་རྒྱ་ནག་ཛམ་བུ་གླིང་ན་དང་པོ་འགྲོ་ཡས་དེ་དམིགས་ཡུལ་དེ་ཁོ་རང་ཚོ་གི་དམིགས་ཡུལ་དེ་ཨ་རི་གཏོར་ཡས་དེ་རྒྱུ་རྐྱེན་མང་པོ་ཅིག་ཁོ་རང་ཚོ་ཡས་རེད་ཕ་གི་ཕ་གི Control བྱེད་ཡས་ཀྱི་རྒྱུ་རྐྱེན་ཅིག་ཡོད་རོ། ད་ག་འདའ་རྒྱ་ནག་གི་ཐོག་ལ་འགྲོ་བ་ཡིན་ན་དེ་འདའ། ཁོང་ཚོས་ཀྱི་ད་ནད་ཆེད་ཁྱོ་གུ་ཡོད་མ་རོ། དཀའ་ལས་ཚང་མ་རྒྱ་ཉེན་དང་བཟོ་སྐྲུན་བྱེད་ཉེན་ཚང་མ་རྒྱ་ནག་ཡིན་འདུག་ག་ལ་ནད་ཁྱོ་གུ་ཡོད་མ་རོ། འདི་གཅིག་རེད། ད་ཨ་རིའི་དྲ་བོ་གཅིག་བེད་བཞག་བ་ཡིན་ན། ཨ་རིས་ཀྱི་ཚོང་འབྲེལ་འདི་ཚང་མ་ཚོང་བཅུད་ཡས་དེ་ཨ་རིས་ཀྱི་འོག་ནས་འགྲོ་དགོས་ཡས་ཅིག་གནས་སྟངས་ཅིག་ཆགས་བསྡད་ཡོད་ར། ད་ཕྱིས་སུ། ཉིས་སྟོང་དགུ་ནས་ཆད་ཨ་ནི Brics ལ་ཡས་དེ་ཨ་ནི་བཙུགས་བ་རེད། ད་སྙམ་པ་ཉིས་སྟོང་དགུ་ནས་ཆད་ད་ད་ལྟ་བར་དུ་ང་ཚོ་ཏོག་དབྱིབས་ནད་ཡམས་བར་དུ་ལ་དེ་ག་གི་ཅིག་གོ་རྒྱུ་འཚོལ་རྒྱུ་ཞེ་དྲག་གས་མེད་བ་བྱས་ཤུགས་ཆེན་པོ་ཅིག་ཆགས་ཡོད་མ་རེད།

ཨ་ཧྥེ་རི་ཁ་ནས་ལུང་པ་ནས་རྒྱ་གར་ལ་ཉོ་དགོས་ན་ཨ་ཧྥེ་རི་ཁ་དཔེ་ཤ་བཏང་ཡ་ཡོད་རེད་ད་ཁོང་ཚོ་ཁོ་རང་ཚོའི་རྒྱལ་ཁབ་སོ་སོའི་དཔེ་ཤ་བེད་སྤྱོད་བཏང་ཡ་ཡོད་རེད་ཡ་གི་ལ་ད་དེ་ནས་ནི Brics གི་ད་ལྟ Bank ཅིག་བཟོས་ཡོད་རེད Brics གི Central Bank ཅིག་བཟོས་ཡོད་རེད་ད Bank དེ་གི་ནང་ལ Capital བསྒྲུགས་ཡོད་རེད་ད། ད་མ་འོངས་པ་ལ་ཨ་རིག་གི་ད་བེད་སྤྱད་བེད་སྤྱད། སྦྲུམ་འདི་མ་བསུ་ན། རྒྱ་ནག་འདི་སྦྲུམ་རྫོགས་འགྲུག་ཡོད་རེད། ཨ་རིག་གི་ག་ལ་ག་ཙམ་ཅིག་ད་ནུས་པ་ཉམས་འགྲུག་ཡོད་རེད། དཔོན་ཆུང་ཀྲུའུ་ཡས་ཀྱི་ཐོག་ལ་ནུས་པ་ཉམས་འགྲུག་ཡོད་རེད། རྒྱ་ནག་གི་གཅིག་ག་ངས་གཅིག་བཟོས་ཡོད་རེད། གཉིས་བ་འདི་འཛམ་བུ་གླིང་མང་པོ་ཅིག་ལ་ཡང་འདྲ་བཟོས་ཡོད་རེད། གསུམ་པ་འདི་ད་ལྟ་ཚོང་འབྲེལ་གྱི་ཐོག་ལ་ད་ད་ཁོང་ཚོས་ཀྱི་ལང་ཀ་གཞན་པ་ཅིག་གླས་ཚར་བ Brics ལའེ་འདི་ཚོ་ལང་ཀ་གཞན་པ་ཅིག་གི་ཐབས་ཇུས་ཆགས་འདི་ཡོད་རེད་ཨ་མེ་རི་ཀ་འགྲོ་ལོར་གང་ལ Depend བྱེད་མ་གོ་བ་འདི་ད་ལྟ་ར་ཤི་ཡས་ཀྱི་ད་ལྟ་བྱེད་བཞིན་པ། བཅའ་ལག་ཉོ་ཡས་དང་ཁོ་རང་ཚོ་ཚོང་ཡས་ཚང་མ་ཨ་རི་འགྲོ་ལོ་གང་ཚོང་གི་ཡོད་པ་རེད། ར་དང་ད་ལྟ་རྒྱ་ནག་གི་ཁོ་རང་ཚོ་གི་ནང་ཁུལ་ལ་བྱེད་ཀྱི་ཡོད་མ་རེད་ར་ཤི་ཡ་རྒྱ་ནག་དེ་ཚོ་བྱེད་ཀྱི་ཡོད་མ་རེད་ཨ་རི་གི་འགྲོ་ལོ་གང། དེ་འདྲ་བྱེད་འདུག་པ་ལ་པ་རུ་ཅི་ལ་རྒྱ་ནག་གི་ཨ་རི་འགྲོ་ལོ་འདྲ་བོ་འཛམ་བུ་གླིང་གི་ནང་ལ་བེང་ཚུ་བས་བྱས་རེད་ཏེ་ལམ་ལུགས་འགྲོ་ཡོད་མ་རེད། ད་དེ་འགྲོ་གི་མ་རེད་གང་ཡིན་ཟེར་ན་ཉིས་སྟོང་བཅུ་དགུ་ནས་ཆེད་དཔལ་འབྱོར་མ་ཟགས་ཚར་བའི་རྗེས་ལ། རྒྱལ་ཁབ་མང་པོ་ཅིག་དཀའ་ངལ་ཆེན་པོ་ཅིག་ཆགས་ནས། རྒྱ་ནག་གི་དཀའ་ངལ་བཟོས་བའི་གི་མང་པོ་ཅིག་ཨ་ནི་རྒྱ་ནག་གི་གི་རྒྱལ་ཁབ་ཚང་མ་ལ་མགོ་སྐོར་བཏང་ཡོད་པ་དང་མང་པོ་ཅིག་ད་གཞས་མའི་རྒྱ་ནས་རྒྱ་ནག་འདི་ད་ཚགས་ཚུད་པ་ཅིག་ཡོང་ཡ་ཡོད་མར་ཚོང་འབྲེལ་དཔེ་མང་པོ་ཤོར་ཚར་རེད་རྒྱ་གར་ལ་ཤུགས་ཆེར་འགྲོ་གི་རེད། ད་མ་འོངས་པ་ལ། རྒྱ་གར་འདི་ད་ལྟ་འཛམ་བུ་གླིང་གི་ནང་ལ།

འབྲུག་ཡོད་རེད། དང་པོ་དཔལ་འབྱོར་སྒང་གཞི་བཞག་ནས་ཆབ་སྲིད་ཀྱི་འགྱུར་བ་དེ་ཡོད་རེད། རེད་བ། ཨ་རིག་གི་ནང་ལ་ཡིན་ན། རྒྱ་ནག་གི་ནང་ལ་ཡིན་ན། གཉེན་མེད་ཀྱི་གནས་སྟངས་ག་འདྲེ་འདུག་ད་ལྟ་འགྲོ་བཞིན་པའི་གནས་སྟངས་ག་འདྲེ་འདུག་དཔལ་འབྱོར་གྱི་གནས་སྟངས། ཁྱེད་རང་ཚོ་མཐོང་གི་རེད་བ། ཨ་རིག་འདྲ་བོ་ཅིག་ཡིན་ན། འཛམ་བུ་གླིང་གི་དཔལ་འབྱོར་རྒྱལ་བོ།

རྣམ་པ་ཚོ་ལ message ག་རེ་ཡོད་ལབ་པ་ཡིན་ན། ང་རང་ཚོ་གི་འཛམ་བུ་གླིང་གི་ཨ་ནི། རྒྱལ་སྤྱིའི་གི་གནས་སྟངས་འདི་ཤན་གལ་ཆེན་པོ་ཞུ་རེད། དེའི་ནང་ནས་དམིགས་བསལ་གི་རྒྱ་ནག། ཨ་རི། རྒྱ་གར་འདི་གསུམ་འདི་གི་ཨ་ནི། ཆབ་སྲིད་གི་ཐོག་ལ་དཔལ་འབྱོར་གི་ཐོག་ལ། འདི་ཚོའི་གི་བསྟན་སྲིད་རིག་པའི་གི་ཐོག་ལ་ཡང་ཏེས་ཅིག་མཁྱེན་པ་ཡིན་ན། སོ་སོ་ལ་ཕན་གྱི་རེད། རྒྱལ་ཁབ་ལ་ཕན་གྱི་རེད། དུས་རྟག་ཏུ་ང་རང་ཚོ་གི་སྐད་འཕྲིན་གྱི་ནང་ལ། Social Media། སྤྱི་ཚོགས་དྲ་རྒྱ་གྱི་ནང་ལ། ཨ་ནི། རྒྱ་ནག་གི་ཐོག་ལ། གང་མང་མང་བཀྲམས་ཐུབ་ཐུབ་བཀྲམས་དགོས་དགོས་རེད། འདིས་རྒྱལ་སྤྱིའི་སྡིངས་ཆ་ལ་བགྲམས་ཀྱི་ཡོད་རེད། འཛམ་བུ་གླིང་མི་ཧ་མ་གོ་གཉིས་མང་པོ་ཅིག་གིས་ཧ་གསར་བ་གོ་ཡོང་གི་ཡོད་རེད། དེ་ཚོ་གི་ཐོག་ལ་གལ་ཆེན་པོ་ཞུ་རྒྱུ་རེད་རྣམ་པ་ཚོ་ཡིན་གཅིག་མིན་གཅིག་གནང་རོགས་བྱེད་འདི་ལ་ད་སོ་སོའི་བསླབ་ཆས་ཡོད་མ་རེད་ང་རང་ཚོ་གི་བོད་པའི་གི་ད་མི་རིགས་ངོ་གདོང་ཅིག་ཁྱི་ནི་རོ་བ་ལས་རྒྱུ་འབྲས་ཡོད་ཉེས་ཅིག་གི་ཁས་ལེན་ཉེས་ཅིག་གི་རོ་བ་ཨ་ནི་མི་རིགས་གི་ཐོག་ལ་འཐབ་རྩོད་བྱས་ཡས་དེ་དྲ་རྒྱ་གི་ཐོག་ནས་ད་འཛམ་བུ་གླིང་གི་ནང་ལ་ཤུགས་ཆེ་ཤོས་ཅིག་ཆགས་དགོས་ནུས་པ་ཆེ་ཤོས་ཅིག་འོ་འདི་གང་ལ་ཡིན་གྱི་མིན་གྱི་ནང་པ་ཚོ་གནང་ཐུབ་ན་ཡག་པོ་ཡོད་རེད་ཞུས་ཡིན་ད་ཆུང་ཙག་ལ། ཆོ་ག་ཆོས་ཞེན་ཆོས་ལུགས་ཀྱི། ཞེན་ལྐོག་རིས། དེ་འདྲའི་སྣང་དེ་ཉིད་ཞེས་བཏགས་པ་དེ་ཚོ་ལས་རྒྱུ་འབྲས་དྲུག་མ་རེད་ཞུ་ཡས་འདའ་ལས་རྒྱུ་འབྲས་དྲུག་མར་འདའ། ཨ་ནི་སོ་སོའི་གི་སྒེར་གྱི་ཁེ་ཕན་གྱི་དོན་དག་ལ་རོ་ཨ་ནི་བེད་མི་ཞེན་པ་ལ་ཡ་ཏུ་རི་དུག་ཟས་ལ་ཉེས་ཞེས་བཏགས་པ་མི་ཞེན་པ་ཚང་མ་ནག་པོ་བཟོས་ཉེས། ད་མི་ཁ་ཤས་ཅིག་གིས་ཕྱོགས་ཞེན་གང་ལ་ན་ཚ་དཔེ་ཤུགས་ཆེན་པོ་ཅིག་ཡོད་འདུག་གང་ལ་དེ་དཀའ་ངལ་འདི་བཟོ་གི་ཡོད་རེད་དཀའ་ངལ་འདི་གཉིས་ཀ་ནི་ཆགས་ཀྱི་ཡོད་རེད་ད།

ད། མཉམ་པོ་འབྲི་ཡས་འདི་གལ་ཆེན་པོ་ཞུ་ཆགས་ཡོད་ད་དུ་རུ་དུས་རབས་འདི་ད་ལྟའི་འདི་ལ་ཡང་མཛའ་དྲག་པོ། གཉའ་དྲག་པོ་ཆགས་ཀྱི་ཡོད་རེད། ཡིན་གྱི་མིན་གྱི། ཨ་ནི་སྡེ་བ་ལ། ཨ། དེ་འདྲས། སྨྱོ་རྒྱུ་རྒོད་རྒྱུ་བཤད་དེ་ཉན་དེ་རེད་དོ་བཀའ་རྒྱུད་བཏང་དེ་ཡིན་མི་འཛམ་བུ་གླིང་ཚང་མ་ལ་བཀའ་རྒྱུད་བཏང་དེ་ཡིན་འདི་ཚོ་རིགས་འདི་ཚོ་སྐད་ཆ་མ་ཉན་ན་ཡག་པོ་ཡོད་རེད། སོ་སོ་སེམས་ཁམས་འཁྲུག་རོགས། མི་གཞན་པ་ཚང་མ་ལ་གནོད་སྐྱེལ་རོགས། མི།